ཁྱོད་ཚོ་དེའི་རྒྱུ་མཚན་ག་རེ་བསམ་གི་འདུག་ཝལ་ཁྲི་ནང་ལོག་དགོས་ཀྱི། ངས་དེ་ལ་ཡང་རྒྱུ་མཚན་དེ་མུ་མཐུན་ཡོད་ན་ཡང་ཝལ་ཁྲི་ནང་དུ་རོགས་མུ་མཐུན་ཡོད་ས་ཁྲི་ནང་དུ་རོགས། ངའི་བསམ་ཚུལ་ལས་དེ་རྙོག་དྲ་སྤྱི་ཚོགས་ནང་ལོག་ལས་མང་པོ་ཞིག་ཡོང་དེ་དེའི་རྒྱུ་མཚན་གཙོ་བོ་དེ་ངས་འདི་རེད་བསམ་གི་འདུག། ང་ཚོ་དམངས་གཙོ་གི་འགྲེལ་བཤད་བརྗོད་མ་རེད་དེ་ང་ཚོ་ལ་ཡང། ད་ངས་ཁ་སང་ངེད་ཅག interview དེ་འདྲ་ཡང་ད་གཏན་ནས་ཡོད་དུས་ཀྱི་ལས་རིམ་འགྲོ་དུས་ཀྱི་ཡང་ད། གསར་འགྱུར་བ་མང་པོ་མི་མང་འགས་ལ་ཡར་རྒྱས་ཞིག་དགྲིག་དམངས་གཙོ་ལ་ནི་ག་རེ་ལ་དུས་བརྩམས་པ་ལས་མང་ཆེ་ཆེ་གི་དམངས་གཙོ་གི་འགྲེལ་བཤད་དེ་ཁྱེད་ཚོ་དོ་སྣང་བྱུང་སོས། ད་ཁྱེད་ཁྱེད་རང་གཅིག་བཞིན་ད་ག་རང་བསམ་རྒྱུ་ཡི་རོ་ང་ཡི་བསམ་རྒྱུ་ད་དེ་འདྲ་བཞིན་ཁ་སང་ངེད་ཅག་པོ་ད་ག་རང་བསམ་རྒྱུ་གཏན་ནས་བསམ་བློ་བཏང་དུས་ངས་འདི་འདི་ནང་དམངས་གཙོ་འགྲེལ་བཤད་འདི། ཆུ་འཇོལ་ཞུ་རྒྱུ་རེད་བསམ་གྱི་འདུག་ད་ནི་མང་ཆེ་ཞིག་སྐད་ཆེ་ད་དམངས་གཙོ་ལ་ན་ག་རེ་ལབ་འདུག་བསམ་པ་ལས་ཁ་སང་ངས interview དེ་གནང་ཡོད་ལབ་འདུག་མང་ཆེ་ཞིག་ང་ཚོ་ལ་ཡུལ་ཤོག་གི་གླུ་དབྱངས་ད་དེང་སང་ཡུལ་ཤོག་གི་ལས་རིམ་སླེབས་བསྡད་ཡོད་རེད་བ། ཡུལ་ཤོག་གི་གླུ་དབྱངས་ཀྱི་ཐོབ་ཐང་དུ་ཡོད་རེད་དེ་ཕྱིར་ང་ཚོ་དམངས་གཙོ་རེད་ལ་བཅོས་རེད་བ། དེ་ཡིན་གྱི་རེད་བ། ནས་དེ་ཆུ་འཇོལ་ཞུ་རུ་དེ་ང་ཚོ་ཚུན་སློབ་གྲྭ་ལ་ཡི་གེ་བསླབ་དུས་བསམ་པ་ལས་དམངས་གཙོ་གི་འགྲེལ་བཤད་ལབ་དུས་ཨེ་པི་སི་ཡི་གེ་བསླབ་དུས་ག་དུས་ཡིན་ན་ཅིག་བང་རིམ་ཅན་བསླབ་གི་རེད་བ། དང་པོ ABCD བསླབ་དེ་ནས་ནི་ཚིག་བཟོ་སྟངས་བསླབ་དེ་ནས་ཚིག་བཅད་བཟོ་སྟངས་བསླབ་ཨ་ནི་གོ་དེབ་བྲིས་སྟངས་དང་ད་ག་རིགས་ནས་བསླབ་དགོས་རོགས་དེ་ནང་བཤད་ཅིག་ང་ཚོ་ང་ཚོ་ལི་ཡ་དམངས་གཙོ་གི་འགྲེལ་བཤད་འདི་ཡོད་ཤོག་བསླུ་བས་ཀྱི་ཐོབ་ཐང་ཡོད་རེད་ལ་དེ་དེ་འཛིན་གྲྭ་སྔོན་འགྲོ་བསླབ་གྲྭ་ལི་ཡ་དམངས་གཙོ་འགྲེལ་བཤད་བསླབ་བས་ཀྱི་འགྲེལ་བཤད་དེ་རེད་ད་ད་ང་ཚོ་དེས་ཀྱང་ངོ་མི་ཆེ་ང་ཚོ་ལི་དམངས་གཙོ་གནང་ནས་དུས་ཚོད་མང་པོ་ག་རོགས་འགྲོ་ས་རེད་ད་དམངས་གཙོ་གི་འགྲེལ་བཤད་དེ་ང་ཚོ་དེ་ལས་དེ་ཆེས་རྒྱ་བོར་དང་ང་ཚོ་མི་རྒན་པ་ཅིག་ལྷག་པར་དུ་ཨ་ར་སྐྱེས་ཡོད་མི་དེ་འདྲས་སྐད་ཆ་དྲིས་ཀྱི་ཡོད་ན་འདི་ལས་ཆེས་བརྒྱབ་ན་ཡག་འགྲེལ་བཤད་ཆེས་རྒྱག་འོ་རེད་བསམ་གི་འདུག་འདི་མ་ཡིན་པའི་དམངས་གཙོའི་འགྲེལ་བཤད་ཅིག་མང་ཆེ་ཞིག་ང་ཚང་མའི་བསམ་བློ་ལ་ཡག་འཁོར་དེ་དེ་དམངས་གཙོ་ལ་ན་ག་རེ་ལས་དོན་ཟེར་འདི་དམངས་གཙོ་ལ་ན་རང་དབང། ཐོབ་ཐང་སོ་སོ་ལ་ཡག་ག་རེ་བཤད་ཡིན་ཡོད་པ་རྒྱ་གར་ནང་ལོག་ལ་ག་རེ་བྱེད་ཡིན་འདོད་ན་ཁེབས་སང་འདུག་ལ་བཞག་རོགས་ང་ཚོ་ལ་ཡོད་ཡ་མང་པོ་སྐྱེ་བོ་ཞིག་རོགས་དང། ག་རེ་བྱེད་ཡིན་འདོད་ན་ག་རེ་བཤད་ཡིན་འདོད་ན་ག་རེ་བཟང་ཡིན་འདོད་ན་ཟ་ཡ་གི་ཐོབ་ཐང་ཡོད་པ་དེ་ལ་ཡ་དམངས་གཙོ་རེད་ལ་བརྗོད་རོགས། འདིས་ང་ཚོ་འཛིན་གྲྭ་བདུན་པ་བསླབ་པའི་གི། དམངས་གཙོ་སྒྲིག་བཤད་བྱས་ད་ང་ཚོ་མི་ཆེན་པོ་ཆགས་ཚར་བ་སྔོན་འགྲོ་སླབ་གྲྭ་དང་འཛིན་དོན་པ་སྤོ་སྒུག་བཅས་ལ་སྐད་ཆ་དྲིས་ན་ལན་འདི་མེད་དོ་ཡོད་མ་རེད་ད་ང་ཚོ་ཁ་སང interview དེ་ནང་མང་ཆེ་རིགས་མི་ཆེན་པོ་ལ་སྐད་ཆ་དྲིས་དོ་དེ་སང་དམངས་གཙོ་སྒྲིག་བཤད་ད་ག་རང་མཁས་པའི་རྐྱེན་གྱིས་རེད་བ་ཏང་དང་འཛིན་དོན་པ་དང་དམངས་གཙོ་ག་རེ་བཤད་བཤད་ང་ཚོ་འཛིན་དོན་པ་ལ་འདི་སླབ་དགོས་ཡོད་ང་ཚོ། Government of the people, by the people, for the people ལས་བྱུང་རོ། དེ་དམངས་གཙོ་གི་འགྲེལ་བཤད་ཀྱི་ཨེ་བྷི་སི་ཏི་དེ་འབྲི་རོ། འདི་ཡང་དུས་ཁེ་ནི་ནི་ལེ་ཝའི་ནང་ལོགས་ལས་ནི་སྤྱི་ཚོགས་ནང་ལོགས་ལས་ཡང་སྐད་ཆ་འདྲ་མ་འདྲ་བཤད། དམངས་གཙོ་གི་འགྲེལ་བཤད་འདི་མ་གཏོགས་ཤེས་ཀྱི་མེད། ནི་རྙོག་དྲ་དེ་གླེང་གི་ཡོད་རེད་བསམ་གི་འདུག། ངས་ཀྱང་དང་ངའི་བསམ་ཚུལ་དང་ངས་ཚོ་སློབ་སྦྱོང་བཀླགས་པོ་ལ་བརྗོད། ངས་ཀྱི་བསམ་ཚུལ་ལ་ཡང་དམངས་གཙོ་གི་འགྲེལ་བཤད་ཨང་ད་ཁྱེད་རང་བསམ་དེ་བརྗོད་རོ། འདི་ཆ་ཚང་ལོགས་ནི་རེད་བསམ་གི་འདུག་ད་འདི་གི་དོགས་འཇོག་སྟངས་སྟངས་དག་དེ་དམངས་གཙོ་རེད་བསམ་གི་འདུག། ངོ་ཚ་བསམ་དེ་རེད་དམངས་གཙོ་ལ་ན་ག་རེ་བྱེད་བྱེད་རེད་ག་རེ་བཤད་བཤད་རེད་ལས་འདི་མ་རེད་ད་དམངས་གཙོ་ལ་ན་ད་ཁྱེད་རང་ག་རེ་བཤད་བཤད་ཡོད་མ་རེད་ག་རེ་བྱེད་བྱེད་ཡོད་མ་རེད་རེད་བ། ག་རེ་ཡིན་པ་ནས་ཁྲིམས་དང་སྒྲིག་གཞི་ཞིག་ལ་བསྟུན་ནས་ཁྲིམས་དང་སྒྲིག་གཞི་ཞིག་ལྟ་ནས་ལས་ཀ་བྱེད་དགོས་ཀྱི་ཡོད་རེད་བ་དེ་ལ་ཡ་དམངས་གཙོ་ལ་གྱི་ཡོད་རེད་བ། ག་རེ་བཤད་བཤད་དང་ག་རེ་བྱེད་བྱེད་ཡིན་པ་ན་ང་ཚོ་བོད་ཀྱི་ད་ལོ་རྒྱུས་ལ་ཡ་ཟིན་ན་འདི་ར་སྔ་མོ་ང་ཚོ་ད་ག་རེ་སུ་རེད་བ།

གཞུང་གཅིག་ཏུ་བ་དེ་ལ་ཡང་མང་ཚོགས་ལ་གུས་བརྗེད་བཟང་ད་རེས་འདི་གོ་ཆོད་གནང་རོགས་གནང། དེ་འདྲ་ག་རེ་བཤད་བཤད་དང་ག་རེ་བྱེད་བྱེད་ཡིན་པ་ཡིན་པ་དེ་མང་ཚོགས་ཡིན་བསམ་དུས་ཙམ་མ་གཏོགས་ཁ་སང་ངེད་ཅག་གི་ཡང་དག་རྙོག་དྲ་ཞིག་དོགས་ཨ་མདའ་ད་པ་གལ་ལུགས་རེད་ད་དེ་ཁ་སང་ངས་བིདྲོ་བཟོས་དུས་ཙམ་པ་ལ་ཡང་གལ་ལུགས་མང་པོ་ཞིག་འགྲེལ་བཤད་ཞིག་གལ་ཏེ་ང་དེ་ཧ་གོ་མེད་ང་དེའི་ནང་ལོ་གལ་ལུགས་ཀྱི་ནང་ལོགས་ལ་ཡང་འབྲས་སྤུངས་དང་མང་པོ་ཞིག་ང་ཧ་གོ་མེད་ད་ང་གལ་གོ་ཤེས་ཀྱི་མེད་རོགས་ཡིན་པ་ཡིན་ན་གལ་ལུགས་ཀྱི་སྤྱི་འཐུས་གཉིས་དེ་གནས་ཆུང་གི་མ་ཞུས་པ་དེ་ལ་ཡང་དག་ཁོ་རང་ཕ་གི་གནས་སྟངས་འདི་ཁོ་རང་གི་སྒྲོམ་གཞི་འདི་གི་རེད་བ་དགེ་ལུགས་ཀྱི་སྒྲོམ་གཞི་འདི་འདི་གི་བྱེད་སྟངས་ཞེས་འདི་ཁོ་རང་ཚོས་ག་རེ་བཤད་པ་འདི་རེད་བ། འདིའི་ལ་བརྟེན་པའི་ཨ་ནི་མི་མང་པོ་ཅིག་གི་གནས་ཆུང་ལ་ཡང་འདི་འདྲའི་སྡུག་ཅག་འདི་འདྲ་ལ་གི་འདུག་བ་འདི་ག་བ་ཆོ་ཨེ་ཡོད་རེད་ད། ཁྱེད་རང་ག་རེ་བཤད་བཤད་དང་ག་རེ་བྱེད་བྱེད་མ་ཁྱེད་རང་གནས་ཆུང་ལ་དད་པ་མེད་ན་མེད་ཆུགས་རེད་ད། འདི་དབང་དམངས་གཙོ་རེད་ཡིན་ན་གནས་ཆུང་དད་པ་མེད་ས་ཁྱེད་རང་ག་རེ་བཤད་བཤད་ཡོད་མ་རེད་བ་འདི་དམངས་གཙོ་མ་རེད་ད། ཁྱེད་རང་ང་ཚོས།

བརྒྱ་ཆ་བརྒྱ་ཅུ་དགུ་བཅུ། བརྒྱ་ཆ་དགུ་བཅུ་གཉིས་ཀྱིས་ཉུང་འདྲ་རེད་བསམ་གི་འདུག་ད་ཁྱེད་རང་མི་ག་ཤེད་ཞིག་འདུག་བརྒྱ་ཆ་བརྒྱ་ཆ་དགུ་བཅུ་གོ་དགུ་དང་ཚ་དགུ་བཅུ་གོ་དགུ་རེད་བསམ་གི་འདུག་དེ་ཚང་མ་གི་དད་པ་བྱེད་ཤག་གི་རེད་བ། གནས་ཆུང་ལ་དད་བྱེད་པ་བྱེད་ས་མི་ཁྱེད་རང་འདི་འདྲའི་གི་ལྷ་གཅིག་ལ་རེད་བ། ཁྱེད་རང་འདི་འདྲའི་གསུང་ངན་དེ་ཁྱེད་རང་དམངས་གཙོ་ཡོང་ངེས་ཁོ་རང་མ་ཁྱེད་རང་བཙོང་ཁང་ནང་ལ་དར་ཡ་རེད་བ། ད་འདི་ཚང་མ་ག་རེ་དམངས་གཙོ་གི་འགྲེལ་བཤད་དེ་འཛི་ན་རྔ་བ་དཀྲུག་པའི་གི་འགྲེལ་བཤད་དེ་ཁྱེད་ནི་ཨ་ནི། སྤྱི་འཐུས་ཡིན་ཁོ་ཅིག་དང་ཡང་ན་ཞུགས་ཀྱི་ཁེ་དབང་ཡིན་ལ་དེ་བཅོས་རོགས་འདེགས་ཀྱི་ཆགས་ཀྱི་ཡོད་རེད་བསམ་གི་བྱས་ཙང་ད་རེས་ངས་ཁྱེད་རང་སློབ་སྦྱོང་ག་རེ་ཡིན་ཟེར་ན། ཁྱེད་རང་ཡང་ད་བར་དུ་ག་རེ་བསམ་བསྡད་པ་དེ་དམངས་གཙོ་གི་དྲོད་གཤེར་དེ་ཟེར་ན་དུས་འབའ་སྐལ་བའི་འགྲེལ་བཤད་དང་པོ་གོ་དེའི་ཞུ་གོ་ལ་ཡང་ཨ་ནི་སླབ་གྲྭ་བཅོས་མེད་ན་སླབ་གྲྭ་ལྟ་དེ་ཟེར་གྲྭ་ཚང་ལ་འགྲོ་ནས་ཡོང་སྲིད་པ་རེད་སླབ་གྲྭ་གང་ཚང་ཞིག་ཞུགས་སྐལ་མེད་ན་ཨ་ནི་དེ་མ་གཏོགས་ཡོང་གི་ཡོད་མ་རེད་ད་མང་ཆེ་ཚེ་སྤྱི་འཐུས་ནང་ལོག་རེད YouTube ནང་ལོག་བཤད་དེ་མང་ཆེ་ཚེ་ཟེར་ན་དུས་འབའ་སྐལ་བའི་བཅས་ཨ་ནི་དེ་རྗེས་ལ་ཡང་གྲྭ་བ་ལ་རྫུས། དེ་མིན་ན་ཨ་ནི་ལབ་དྲ་གཡུག་བྱེད་པ་རྐྱང་རྐྱང་ཅིག་ཡུ་ཏུབ་ནང་བཤད་སྡིག་འདུག་བྱས་ཙང་ངས་ད་རིང་རྐྱང་རྐྱང་དུ་ཞུ་གི་ད་དམངས་གཙོ་གི་འགྲེལ་བཤད་འདི་མར་ད་ཙི་ཙི་ནི་དུས་འབབ་པ་དུ་མེད་དུ་ལབ་ཡོད་མར་རྐྱང་གཙོ་འགོ་ཚུད་བའི་ཆེད་དུ་ཨེ་བྷི་སི་དྲིར་དེ་དམངས་གཙོ་དམངས་གཙོ་གི་འགྲེལ་བཤད་དངོས་གནས་དེ་ག་རེ་བྱེད་བྱེད་དང་ག་རེ་བཤད་བཤད་ཡོད་མ་རེད་ཁྲིམས་སྒྲིག་གཞི་བྱོས་རེད་དམ་བཅའ་ཁྲིམས་ཅིག་ཡོད་རེད་ཁོ་ལུང་པ་གཅིག་ལ་ཡིན་ན་ཁུངས་གཅིག་ཡོད་རེད་དགེ་ལུགས་ཡིན་ན་དགེ་ལུགས་ཁོ་ར་ཁྲིམས་ཅིག་ཡོད་རེད་འདི་ཞིག་གསུང་གི་འགྲོ་དགོས་ཀྱི་ཡོད་རེད་ང་ཚོ་ང་འགྲོ་བྱས་ན་དེར་དོན་ཆོ་ལ་དེ་གི་འདས་ལ་ཡང་བུད་མེད་སྒྲིག་འཛུགས་ཀྱི་ཁྲིམས་ཅིག་ཡོད་རེད་འདི་ཞིག་གསུང་འགྲོ་དགོས་ཀྱི་ཡོད་རེད་མ་ཟད་དམངས་གཙོ་ཡིན་ཟེར་ག་རེ་བཤད་བཤད་ཡོད་མ་རེད་རེད་བ།